གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། ལེའུ་དྲུག་པ། བཙོན་ཁང་ནང་གི་མནར་གཅོད་ལ། བྱམས་བརྩེས་གདོང་ལེན་བྱེད་པ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་དབྱར་ཁ། ངག་དབང་ཕུན་ཚོགས་ལྷ་སའི་ཉེ་འཁོར་གྱི་རི་ཁྲོད་ཅིག་ཏུ། དགུ་གསུམ་རྩེ་གཅིག་ཏུ་དཔེ་ཆ་ལ་སློབ་སྦྱོང་བྱས་ནས་ཡོད་པའི་སྐབས། ཉིན་ཞིག། གློ་བུར་དུ་མེ་མདའ་ཐོགས་པའི་དམག་མི་བཅུ་གྲངས་ཤིག་རི་ཁྲོད་དུ་ཡོང་སྟེ། ཁྱོད་ར་སྟོད་དགོན་པར་འགྲོ་དགོས། ཟེར་ནས་གདུག་རྩུབ་ཆེན་པོས་ཁྲིད་ཕྱིན་པ་རེད། ཁོང་གི་ལམ་བར་དུ་དམག་མི་ཚོར། ངའི་གཟུགས་པོ་ཤིན་ཏུ་སྐྱོ་བས་མགྱོགས་པོར་འགྲོ་ཐུབ་ཀྱི་མི་འདུག་དེ་ཙམ་བཙན་འདེད་མ་བྱེད་རོགས་ཟེར་བ་ན། དམག་མི་དེ་ཚོས་བསམ་ཤེས་གཏོང་རྒྱུ་ལྟ་ཞོག་ངར་ཤུགས་ཆེན་པོས། ཁྱོད་ཚོ་ད་བར་དུ་སྐྱིད་པོ་བྱས་ནས་བསྡད་པས་ངན་ལང་དུ་ཤོར་བ་རེད། ཅེས་སྡིགས་དམོད་བྱེད་བཞིན་མུ་མཐུད་བཙན་འདེད་བྱས་ནས་ཁྲིད་པ་རེད། ར་སྟོད་དགོན་པར་འབྱོར་བའི་སྐབས་དེར་མི་མང་པོ་ཞིག་བཀག་ཉར་བྱས་ཡོད་འདུག་ཀྱང། དེ་དག་ཕལ་ཆེར་གདན་ས་ཁག་གི་དཔེ་ཆ་བ་ཉམ་ཆུང་ཤ་སྟག་ཡིན་པ་མ་གཏོགས། ནག་ཉེས་བསགས་མྱོང་མཁན་གྱི་ཉེས་པ་ཅན་གཅིག་ཀྱང་མེད་པས། གྲྭ་པ་དེ་ཚོས་ཐ་ན་རང་ཉིད་འཛིན་བཟུང་བྱ་དགོས་པའི་རྒྱུ་མཚན་ཙམ་ཡང་ཤེས་ཀྱི་མེད། ཕྱི་ཉིན་དེར་ཡོད་པའི་བཙོན་པ་རེ་རེ་བཞིན་ཐག་པ་ནག་པོ་རེ་ལག་པ་གཉིས་རྒྱབ་ཏུ་བསྡམས། གོ་མཚོན་བཟུང་བའི་དམག་མི་རེ་རྗེས་འདེད་བྱས་ཏེ་ཤིན་ཏུ་ནག་ཉེས་ཆེན་པོ་ཅན་ཞིག་ཡིན་པ་ལྟ་བུས་འཇིགས་རྔམ་ཆེན་པོས་ཆུ་ཤུལ་བཙོན་ཁང་དུ་ཁྲིད་ཕྱིན། ཆུ་ཤུལ་བཙོན་ཁང་དུ་བཙོན་འཇུག་བྱས་པའི་ཉིན་དང་པོར། ངག་དབང་ཕུན་ཚོགས་ཀྱིས། འདིར་ངའི་ལུས་དང་སྲོག་ལ་ཉེན་ཁ་དང་མནར་སྡུག་གང་འདྲ་ཞིག་བྱུང་ཡང་རུང། ཐ་ན། འཆི་བའི་སྲོག་ལ་ཐུག་ཀྱང། དཀོན་མཆོག་གསུམ་ལ་ངན་སྨོད་དང་འཁུར་འདེབས་གཏན་ནས་མི་བྱེད། འོན་ཀྱང། མི་ཐོག་མ་བར་གསུམ་གྱི། ངལ་རྩོལ་གྱི་ལས་གང་ལ་བསྐུལ་ཡང་རུང་རང་ནུས་ཅི་ལྕོགས་ཀྱིས་ཕན་སེམས་དང་སྤྲོ་བས་དང་དུ་ལེན་རྒྱུ་ཡིན། ཞེས་བཙོན་ཁང་དུ་རང་གིས་རང་ཉིད་ལ་དམ་བཅའ་གནང་བ་རེད། ཆུ་ཤུལ་བཙོན་ཁང་དུ་བཞུགས་པའི་རིང་གསང་སྤྱོད་འདོན་པ་སོགས་ལས་ངན་པ་གང་འདྲ་ཞིག་བྱེད་དུ་བཅུག་ཀྱང་གཡོ་སྒྱུ་དང་ངོ་ལྐོག་མེད་པར་རྒྱུན་པར་ཧུར་བརྩོན་ཆེན་པོ་བྱེད་ཀྱི་ཡོད། འོན་ཀྱང་ཁོང་གི་གཟུགས་སྟོབས་ཤིན་ཏུ་ཞན་པའི་རྐྱེན་གྱིས་བཙོན་གྲོགས་གཞན་པ་ཚོས་བརྗེད་ཟིན་པའི་ལས་ཀ་བྱེད་ཐུབ་ཀྱི་མེད་པ་རེད། དེར་བརྟེན། ངག་དབང་ཕུན་ཚོགས་ཉིན་མོར། དམག་མིས་ཉེས་རྡུང་ཚ་འདེད་གཏོང་གི་ཡོད་པ་མ་ཟད། ཁོང་མོ། བཙོན་གྲོགས་མང་པོ་ཞིག་གིས། ཁྱོད་ཀྱིས་ལས་ཀ་ཅི་ཡང་བྱེད་ཐུབ་ཀྱི་མི་འདུག་ཁྱོད་ནི་ང་ཚོའི་ཞབས་འདྲེན་རེད། ཅེས་མཐོང་ཆུང་དང་བརྙས་སྨོད་བྱེད་ཀྱི་ཡོད་ཀྱང། ཁོང་གིས་དེ་དག་ལ་ཁོང་ཁྲོའི་རྣམ་འགྱུར་ཙམ་ཡང་སྟོན་གྱི་མེད། ཉིན་ཞིག། བཙོན་སྲུང་ལས་བྱེད་ཅིག་གིས། ལག་ཏུ་ཤོག་བུ་ཞིག་བཟུང་ཡོད་པའི་ངོས་སུ་ལྟ་བཞིན། ངག་དབང་ཕུན་ཚོགས་དང་བཙོན་པ་འགའ་ཤས་ཀྱིས་མིང་སྨོས་ཏེ། ཁྱོད་ཚོ་སང་ཉིན་ལྷ་སའི་བཙོན་ཁང་དུ་ཁྲིད་རྒྱུ་ཡིན་པས་རང་རང་གི་མལ་ཆས་གདུབ་བཙོག་བྱོས། ཟེར་བའི་བརྡ་སྤྲད་དེ་བཙོན་ཁང་ནས་བསྐོར་ཕྱིན། ཕྱི་ཉིན་དམག་མི་སྐོར་ཞིག་གིས་ངག་དབང་ཕུན་ཚོགས་སོ་སྔར་བཞིན་ཤིན་ཏུ་དམ་དྲག་དང་གདུག་རྩུབ་ཆེན་པོས་དེད་དེ་ལྷ་སའི་ཉེ་འཁོར་གྱི་བཙོན་ཁང་ཞིག་ཏུ་བཙོན་འཇུག་བྱས་པ་རེད། བཙོན་ཁང་དེ་ནི་ཁང་པ་ཆེན་པོ་ཞིག་གི་ནང་དུ་བཙོན་པ་བརྒྱ་ཕྲག་མང་པོ་མཉམ་དུ་བཅུག་ཡོད་པ་དང། བཙོན་པ་རྣམས་ཀྱིས་བཙོག་ཆིན་གཉིས་ཀ་ཁང་པ་དེ་ག་རང་དུ་དོར་དགོས་པས་ཁང་པ་དེ་ནི་སྐྱག་ཆིན་དང། བཙོག་ཁྲིས་ཁེངས་པའི་ཕག་ཚང་ལྟ་བུ་ཞིག་མ་གཏོགས་མི་སྡོད་ས་ལྟ་བུའི་ཁང་པ་ཞིག་གཏན་ནས་མིན། བཙོན་པའི་ཉིན་རེའི་འཚོ་བ་ནི་ཞོགས་པ་དང་དགོང་མོ་གཉིས་ཀར་རྩམ་པ་འབར་བ་གང་ཙམ་ལས་མེད་ཅིང་མཚམས་ཤིག་ནས་རྩམ་པ་འབར་བ་གང་ཙམ་དེ་ཡང་མེད་པར་གྱུར་ཏེ། སྲན་ཕྱེ་བཏབ་པའི་ཐུག་པ་སླ་བོ་སྐྱོགས་གང་ཙམ་ལས་སྤྲུལ་གྱི་མེད། རིམ་པས་སྲན་ཕྱེ་ཉུང་ཙམ་ཡོད་པའི་ཐུག་པ་དེ་ཡང་མེད་པར་གྱུར་ཏེ། ཞོགས་པ་དང་དགོང་མོ་གཉིས་ལ། ཕག་ཐོ་ལྟ་བུའི་རྩ་དང་སྔོ་སྦྲེ་མ་བཏབ་པའི་ཐུག་པ་ཕོར་བ་གང་རེ་ཙམ་ལས་སྟེར་གྱི་མེད་པས། བཙོན་པ་མང་པོ་ཞིག་མུ་གེས་ཤི་སྟེ་ཉིན་རེར་བཙོན་ཁང་ནས་མི་རོ་བཞི་ལྔ་རེ་ཕྱི་ལ་འདོན་དགོས་ཀྱི་ཡོད། སྐབས་དེར་མི་མང་པོ་ཞིག་གིས་བཀྲེས་ལྟོགས་མ་བཟོད་པར་བཙོག་པ་དང། མི་ཤ་ཚུན་ཆོད་བཟའ་དགོས་པའི་གནས་སྟངས་སྐྱོ་བོ་ཞིག་བྱུང་ཡོད། འོན་ཀྱང། ངག་དབང་ཕུན་ཚོགས་ཀྱིས་རྒྱུན་དུ་དགོངས་དཔྱད་ཆག་མེད་བྱེད་ཀྱི་ཡོད་སྟབས། རང་གི་དགོངས་མོའི་ཟས་སྐལ་གྱི་རྩམ་པ་ཕྲན་བུ་ཡོད་པ་རྣམས་བསགས་ཏེ་དཀའ་ངལ་ཆེ་ཤོས་ཀྱི་བཙོན་གྲོགས་ཉམ་ཐག་རིགས་ལ་བགོ་འགྲེམས་གནང་གི་ཡོད། ངག་དབང་ཕུན་ཚོགས་ཀྱིས་རྒྱུན་གྱི་འཛད་སྤྱོད་ངོ་མཚར་བ་མང་པོ་ཞིག་བཙོན་སྲུང་དམག་མི་རྣམས་ཀྱིས་འཐུང་གི་ཡོད་སྟབས། ཁོང་ཚོ་ལས་མང་པོ་ཞིག་གིས་ངག་དབང་ཕུན་ཚོགས་ཀྱི་མཛད་སྤྱོད་དེ་ཤིན་ཏུ་ཡག་ཚར་བ་ཞིག་ཏུ་ཚོར་གྱི་ཡོད། ཉིན་ཞིག། བཙུན་བཟུང་དམག་མི་ཞིག་གིས་ལྐོག་ཏུ། ངག་དབང་ཕུན་ཚོགས། ཁྱོད་ཀྱིས་རྒྱུན་དུ་རང་གི་ཟ་མཁན་རང་གིས་མི་ཟ་བར། གཞན་ལ་སྤྲོད་ཀྱི་འདུག་ཁྱོད་རང། ལྡོག་གི་མི་འདུག་གམ། ཞེས་དྲིས། ངག་དབང་ཕུན་ཚོགས་ཀྱིས། ཁྱོད་ཀྱིས་མཐོང་གསལ་ལྟར། ངའི་གཟུགས་པོའི་གནས་སྟངས་སྐྱོ་བོ་དེ་རེད། ང་རང་གི་གྲོད་ཁོག་མ་གཏོགས་པ་གང་ནས་ཡོང། འོན་ཀྱང། དཀའ་ངལ་ཆེ་བའི་མི་དེ་ཚོའི་སྡུག་བསྔལ་ཕྲན་བུ་ཙམ་ཡང་ཉུང་དུ་གཏོང་ཐུབ་ན། ང་ཤི་ཡང་སེམས་སྐྱིད་པོ་ཡོང་གི་འདུག། ཅེས་ཤིན་ཏུ་བརྩེ་བའི་ཉམས་དང་བཅས་ལན་བཏབ་པ་ན། དམག་མི་དེས་ཡ་མཚན་དང་བཅས། གྲྭ་པ་འདིའི་བསམ་བློ་གཏོང་སྟངས་དང་བྱ་སྤྱོད་འདི་དག་གཞན་དང་མ་འདྲ་བ་ཞིག་འདུག་ཅེས་ཟེར་ནས་ཕྱིན་པ་རེད། ངག་དབང་ཕུན་ཚོགས་ཀྱིས་བཙོན་ཁང་དུ་མནར་གཅོད་ཅི་ཙམ་མྱོང་ཡང། ཐོག་མའི་དམ་བཅའ་ལྟར་ལས་ཀ་གང་ལ་བསྐུར་ཡང་འབད་བརྩོན་ཆེན་པོས་སྒྲུབ་ཀྱི་ཡོད་པ་མ་ཟད། ཐོག་མ་ཀུན་ལ་ཁོང་ཁྲོའི་རྣམ་འགྱུར་ཙམ་ཡང་མི་བསྟན་པར་མཛའ་བརྩེ་དང་མཐུན་ལམ་གནང་གི་ཡོད་སྟབས། སྐབས་ཤིག་ནས་བཙོན་གྲོགས་ཡོངས་རྫོགས་ཀྱིས་ཁོང་ལ་དད་གུས་ཚད་མེད་ཞུ་ཡི་ཡོད་པ་མ་ཟད། ཆོས་དད་མེད་པའི་བཙུན་སྲུང་པ་མང་པོ་ཞིག་གིས་ཀྱང་ཁོང་གི་ཡིད་དུ་འོང་བའི་ཀུན་སྤྱོད་ལ་བདག་དབང་ཆེན་པོ་བྱེད་ཀྱི་ཡོད།